ཡ། ད་ངས་པར་རིས་གཉིས་ཕུལ་གྱིན་ཡོད། རྒྱ་གར་དང་པཱ་ཀི་སི་ཐན་གཉིས་ཀྱི་དྲ་འབུ་དམག་གི་སྟོབས་ཤུགས་མཚུངས་བསྡུར་འདྲ་བ་བྱས་བྱས་འདུག་ཨ། ཐོག་མར་ཤེས་དགོས་ཡོད་དེ་ག་རེད་ཟེར་ན། མཚུངས་བསྡུར་བྱེད་མཁན་མང་པོ་འདུག་ལྷག་པར་དུ་ད་གསར་འགྱུར་ལས་ཁང་ཁྱེད་རའི་བྱེད་ཚིག་ནི་ཅེས་གང་ལྟར་དྲ་རྒྱ།

བཏང་བཞིན་ཡོད། ད་བར་དང་པོ་དེ་བལྟས་པ་ཡིན་ན། ད་ལྟའི་རྒྱ་གར་གཉིས་ཀྱི་སྲིད་བློན་གཉིས་ཀྱི་བར་བཞག་རྒྱ་རྟགས་བཞག་ནས་ནི་དེ་གོ་ལ་མ་ཤར་རེད་ལྟ་ཡོད་པ་ཆེ། ནི་དེ་གི་ཨང་གྲངས་དེ་གང་ལ་བརྩི་ས་གི་བརྩི་རྒྱུ་ད་དྲག་པོ་སྨྲ་གི་ཡོད་ཆེ་ཟེར་གི་རེད་ཆང་རག་ཟེར་གི་རེད་མ་རག་ཟེར་གི་རེད། བ་དེ། ཨུ་ཚུགས་བླུན་རྨོངས་ལྟར་པར་དུ་བགྱིས་པ། རྟ་ཡང་འདུ་བ་དེ། ཧ་མི་གོ་ཡ་གད་མི་འདུག། འོ་ན་ཐོག་མར་དེ་དག་རྐང་མ་ཟེར་གི་མ་རེད་རྐང་མ་ཟེར་ན་འགྲིག་ཡོད་ན་མེད་ན་གང་འདི་ད་དམག་མི་གི་གྲངས་ཀ་དེ་རེད་འདུག་བ། དམག་ཞབས་ཁྱོད་སྦྱིན་པའི་དམག་མི་གི་གྲངས་ཀ་དེ་ཇི་ཡོང་འདུག་རྒྱ་གར་ལས། ས་ཡ་གཅིག་དང། ཚ། ཡུལ་གྱི་ང་རྒྱལ། པཱ་ཀི་སི་ཐན་ལ་འབོམ་ཕྲུག་དུ། ནི་ཁྲི་ལྔ་སྟོང་ཕྲག་བཞི། དྲུག་གཉིས་བཅུ་གཉིས་བཅུ་དུས། ལྡབ་གཅིག་ལྷག་ཚིག་གི་རྒྱ་གར་མང་དུ་བ། མ་གཞི་བཞུགས་བཞིན་པའི་མ་མོ། དེ་ནི། རི་སེར་བུ་ག་རེ་དང་ཅི་ཅི་སེ་དེ་ལྟར་སོ་སོ་མ་སེར་གྱི་སྨན་འདྲ་བ་ཀ་ཤས་ཀྱི་རྗེས་སྣོན་མ་འདྲ་ཅི་སེ་གི་དང་གང་ལྟར་ད་ནི་དངོས་སུ་མ་བརྒྱབ། ཞུ་གི་མེད་ཡིན་ན་ཡང་སྒུལ་ཁར་བྱུང་བ་ཡིན་ན། ཡོང་ཆོག་ཆོག་ཡོང་བ་ཡིན་ན་ཡང་ཁོག་འཛིང་ཡང་ཕན་ཡང་དེ་བས་ཚང་མ་གཞུང་དྲང་ཡོད་བདེན་མཁན་གྱི་མི་དེ་འདྲ་ལབ་ཡོད་ས་རེད། དེ་ཚོ་དེའི་དམག་ཆེན་པོ་ཐུབ་བ་ཡིན་ན་ཡང་ཁོ་ནི་ང་ཆགས་ཡོད་པ་ཡིན་ཚེ་དེ་གི་དྲང་པོ་དེ་ཡང་རྒྱ་གར་ལས་མི་ལེན། ས་ཡ་གཅིག་དང་ཚ་བཅོ་ལྔ་འདུ་བ། པ་ཀི་སི་ཐན་ལ་འབོག་ལྔ་ཁྲི་ལྔ་སྤྱི་འདུས། དེ་ཡང་ལྡབ་གཅིག་གི་བྱ་དགའ་མང་འདུ་བ། ད་དེ་གི་འོག་དེ་ལས་བསྐྱར་ཕྲེང་འཁོར་ལོ། ཐང་ཁེ་སི། འོག་དེ་བྱ་དགའ་ལས་བཞི་སྟོང་བརྒྱད་བརྒྱ་པ་ཀི་སི་ཐན་ལ་ཉིས་སྟོང་དྲུག་བརྒྱ། དེ་གི་འོག་དེ་ཡང་ད་མང་ཐེབས་ཀྱི།

ངས་རྒྱ་གར་སྔགས་རྩིས་ཅན་གྱི་མང་བ་བཟོས་ཤིང། གང་ལྟར་ཁོ་གཉིས་ལ་བརྒྱ་དང་བདུན་ཅུ་ཡས་མས་དེ་འདྲའི་ཅིག་རེད་ཤག་ཨ་དེ་འདྲ་ཧོ་འདྲ་ཧོ། གཞན་དག་ཕར་ཆེ་བ་དེ་ནི་ལྡབ་གཅིག་ལྷག་ཚིག་གི་རྒྱ་གར་མང་དེ་རེ་བཟུང་འདྲ་རེད་འདུག། རྡུལ་ཕྲན་མཚོན་ཆ་དེ་དང་མེ་ཤུགས་འཕུམ་མདའ་དེ་ཚོ་སྟེ། ཁོ་རང་གཉིས་འདྲ་ཧོ་འདྲ་ཧོ། ཞིབ་འཇུག་ཁ་ཤས་ནང་ལོགས་ལ་པཱ་ཀི་སི་ཐན་ཀང་ཁ་ཤས་ཀྱི་མང་བ་ཡིན་པས་བཟོ་འདྲ་བ་འདུག་ཅེས་བྲིས་ཀྱི་འདུག་འདི་ནས་པཱ་རི་རྙིང་པ་དེ་ཏོག་ཙེ་གནད་འགག་ཆགས་ཀྱི་མེད་འདྲ་བ་བསམ་གི་འདུག་གོ་གོ་འདྲ་བ་པོ་ལོ་འདྲ་བ། ཁྲག་རི་མོ། དགའ་རོགས་ཡོད་མཁན་གཉིས་འདུག་བ་ད་དེ་གཉིས་དེ་བརྒྱ་ཆ་འགོག་འདུག་བརྒྱ་ཆ་ག་ར་འགོག་ཡོད་ཟེར་ན། རྒྱ་གར་དང་དཔའ་ཁི་སི་ཐན་འདི་ཚོ་དེ་ཨ་དྲ་པོའི་མཚོན་ཆ་ཕར་ཁྱེར་བ་དེ་ནང་འདྲེན་བྱེད་མཁན་གྱི་རྒྱ་ཁྱབ་ཆགས་དེ་ཡོད་རུ་བ། ཨ་རི་དང་ཨོ་རོ་སུ་འདི་ཚོ་ཡིན་ན་ད་ཕྱི་ཚོང་བྱེད་མཁན་ཆགས་དེ་ཡོད་རུ་བ་མཚོན་ཆ་ད་ནང་འདྲེན་བྱེད་དུས་ནང་འདྲེན་ག་བ་ནས་བྱེད་ཀྱི་ཡོད་མེད

བརྒྱ་ཆ་བཅུ་གསུམ་བཅས་ད་ག་ས་ག་ནས་རྒྱག་གི་ད་ག་ཚད་ནས་ཉོ་གི་ཡོད་ན་ཁ་ཤས་བརྒྱ་ཆ་ཟིན་མ་ཟིན་དེ་ནས་ཉོ་གི་ཡོད་རྒྱུར་བ་ཉུང་ཉུང་ཉུང་ཉུང་མ་གཏོགས་ཉོ་གི་མེད་བ་ད་མང་ཤོས་སོམས་དེ་ར་ཤི་ཡ་ཧྥ་རན་སི་ཨི་ཟི་རལ་སོགས་ནས་ཉོ་གི་འདུག་བ་དེ་རེད་ཤག་ད་པ་ཀི་སི་ཐན་གི་མཚོན་ཆ་ཉོ་ས་གི་ནང་ལོགས་ནས་ད་ཤུགས་ཆེ་ཤོས་རྒྱ་ནག་རེད་འདུག་བ་དེ།

བརྒྱ་ཆ་ཁ་ཤས་ནི་བརྒྱ་ཆ་གཅིག་ཚེ་ཁ་ཤས་ཀྱིས་བརྒྱ་ཆ་ལངས་མ་ལངས་དེ་ནི་ཉོ་དགོས་ཀྱི་རེད་བ་དེ་འདྲའི་ཚང་མ་ཡ་བསྡོམས་པ་ཡིན་ན་བརྒྱ་ཆ་དགུ་རེད་བ། ད་འདི་དགུ་ནང་ལོགས་ལ་ཨ་རི་ཡང་བབས་ཀྱི་ཚུལ་དུ་ཡོད་རེད་བསམ་འདུག་པ་ཀི་སི་ཐན་ལ་ཨ་རིག་གི་མཚོན་ཆ་མང་པོ་འདུག་བ། F བཅུ་དྲུག་རྣམས་དེ་དེ་ཡོད་རེད།

ཡར་ཕྱི་ལོར་བཙོང་གི་ཡོད་མ་རེད། རྦད་དེ་ཚེ་མཐོ་བ་དེ་ཚོ་དེ་བཙོང་གི་མིན་སྲིད། ཐའེ་ཝན་དང་དང་ཡོ་རོབ་གི་རྒྱ་ཁབ་དེ་ཚོ་གྲོགས་པོ་དེ་ཚོ་རིང་མིན་ལ F བཅུ་དྲུག་དེ་བཙོང་གི་འདུག་བ། པ་ཀི་སི་ཐན་ལ F བཅུ་དྲུག་འདུག་ཡིན་ན་ཡང་ད་མང་པོ་མིན་རྒྱུ་བརྒྱ་ཆ་དགུ་བ་ཡིན་ན། དེ་བྱེད་དུས་ད་བརྒྱ་ཆ་བརྒྱ་བརྒྱ་སྐྱེལ་དུ་རྒྱ་ནག་ནས་ཉོ་གི་འདུག་བ། ཨོ་དེ་ནི་འགའ་འདྲ་སྐྱེ་རེད། ད་དེ་ནས་དམག་གི་ཐོག་ལ་ལོ་རེ་རེར་འགྲོ་སོང་ག་ཚད་བཏང་གི་ཡོད་པ། ནི་ཕྱི་ཐང་རྒྱ་ཁབ་ཁོ་རང་གི་དཔའ་མཇུག་གི་ཡུལ་འགོང་མི་འབོར། ནི་ས་ཆ་གི་ཆག་དབྱིབས། ནི་ནང་ཁུལ་ཆབ་སྲིད་ཀྱི་དཀའ་རྙོག་མ་ལངས་ན། ནི་ཕྱི་ནས་ནང་ནས་བར་ནས། ནི་རྐྱེན་ཆག་དགོས་འདྲ་གར་གར་ཡོང། ཚོ་ཡང་མི་ད་ལྟ་འདྲའི་ཤོག་མང་པོ་བཏགས་དགོས་རོགས་མ་རྒྱག་གོ་ན། པཱ་ཀི་སི་ཐན་གྱི་དམག་དེ་བསྐྱལ་བ་ཡིན་ན་ད་ནང་ནས་དཀའ་ངལ་ཆེ་བས་ཅི་ད་བར་བྱེད་བཱ་ལོ་ཇི་སི་ཐན་ཟེར་དེ་ཆགས་ཀྱི་རེད་བསམ་གྱི་འདུག་བཱ་ལོ་ཇི་སི་ཐན་ས་རྒྱ་ཆེན་པོ་རེད། ས་གི་གནས་བབ་དཔེ་ཡག་པོ་ཡང་རེད། ས་མཚམས་དེ་ཨབ་གྷན་སི་ཐན་དང་ཨི་རན་དང་དེ་ཚོ་ལ་ཕར་འདབས་མི་འབྲི་ཤོག་ཅེས་རྒྱ་མཚོ་ལ་མ་ཐུག་ནས་ཁོ་ས་བབ་དེ་ཡག་པོ་འདུག་ག་དེ་ན་བཅར་དགོས་ན་རྒྱབ་སྤྲད་ས་ཡག་པོ་ཡོད་རེད་ད། ཨ་ཁོ་ཚོ་གོ་སྐབས་ཟིན་ནས་པ་ཀི་སི་ཐན་ནང་ཁུལ་ལ་ཡང་གཅིག་བྱས་ཏེ་པཱ་ཀི་སི་ཐན་གྱི་རྒྱ་གར་མ་བསྒྱུར་བ་ཡིན་ན་དེ་ཡང་རྩིས་དོར་ནག་ཅིག་ཆགས་སྲིད་པ་རེད། རྒྱ་གར་གྱིས་པཱ་ཀི་སི་ཐན་མ་བསྒྱུར་བ་ཡིན་ན་ད་དེང་སང་གནོད་སྐྱིན་གྱི་སེམས་ན་མི་འདུག། བོགས་གསོད་བྱེད་དགོས་ཀྱི་འབངས་ལ་དེ་ཞིག་ཆགས་ཡག་གི་ཉེན་ཁ་འདུག། མུན་ནག་ཡིན་ན་འབངས་ལ་བདེ་སྐྱིད་དེ་རྟོགས་པ་མི་དགོས་འདྲ་བ་རེད་དེ་ད་ལྟ་འདི་ཆགས་ལ་གློ་བུར་གྱི་འགྱོག་བདེ་གི་པ་ཀི་སི་ཐང་གི་རྒྱབ་ལ་ལངས་ཡག་གི་ཉེན་ཁ་འདུག་བ་འབངས་ལ་བདེ་སྐྱིད་དེ་འོ་དེ་མཚོན་པའི་ཏི་སི་ཐང་གི་དམག་ཆེན་པོ་ཞིག་རྒྱག་དགོས་ན་ཕྱོགས་ཡོངས་ནས་མང་པོ་བཅས་ལས་རག་ལས་གཏོད་དགོས་ཀྱི་ཡོད་པ། ཨ་ནི་རྒྱབ་ཤོག་བྱེད་མཁན་སོ་སོ་ཡིན་པ། ལ་སོགས་པ་ད་མང་པོ་ཅིག་བལྟ་དགོས་ཀྱི་ཡོད་པ། ཡིན་ན་ཡང་ངས་ད་ནས་པར་རིས་དེ་གཉིས་མཐོང་སོང་བ་དེ། པར་རིས་ཡོད་ན་དེ་ངོ་སྤྲོད་བྱེད་པ་ཡིན་ན་གཟིགས་པ་ཆགས་འགྲོ་གི་འདུག་ཨོ་དེ་གས་ཕུད་ཀྱི་ཡོད། ད་དེ་ནས་ངས་ཐོག་མར་ག་རེ་ཞུ་དགོས་བསམ་ན་ཁ་སང་གངས་ལ་པར་རིས་ཁ་ཤས་ཀྱིས་ཕུལ་གྱི་ཡོད། པར་རིས་དེ་ཚོའི་ནང་ལོགས་ནས་པར་རིས་ཐ་མ་དེ་ལ་གཞས་བཞག་ནས། དར་འདེགས་ཀྱི་དོན་ཆེན Operation Sindoor གྱི་ཟེར་ན་འདྲ། ད་མང་པོ་བྱས་ཀྱི་ནི་མ་རང་ལ་ངོས་འཛིན་འདྲ་བོ་བྱས་བསྡད་ཀྱི་འདུག། འོ་དེ་འདྲའི་སྐོར་ལ། དེ་ཞུས་ན་བསམས་སོ། ཨེ་སི་ཏང་གི་དམག་འཁྲུག་ཆེ་ཆུང་ཟ་མི་ཟ་མི་ག་འདྲ་བྱུང་བ་ཡིན་ན་ཡང། ཁ་ཤས་ལ་གྱོང་གུད་ཕོག་ཡོད་དེ་ཁ་ཤས་ལ་ཡང་ཁེ་རག་འགྲོ་རོགས། ཆུང་ས་ནས་ཆ་འཚེམ་པ་ཡིན་ན། ཁྱིམ་ཚང་ཞིག་ན་དཔང་པོ་དྲན་དགོས་ལ་ལར་སེ

རྟ་སྒེག་གི་མགོ་ནས་ཀླད་པ་འཕྱོ་སྟེ་ཁྱི་སྒེག་ཁ་ལ་ཞག་ཚིལ་འཁྱིལ་ཟེར་ནས་གཏམ་དཔེ་ཡོད་ནོ། རྒྱ་གར་དང་པཱ་ཀི་སི་ཐན་གཉིས་དེ་ཙམ་གྱིས་མ་འགྲུབ། རྒྱ་ཆེ་བ་དང་རྒྱུད་རིང་བ་བྱུང་བ་ཡིན་ན་དེ་ཙམ་གྱིས་ཀྱང་ཁ་ཤས་ཀྱིས་ལ་ཁེ་བའི་ཆེད་ཐོབ་བསྡད་ཡོད་རེད་བ།

ཨ་མདུན་པོ་ཆེ་ཁྱོད་དེ་གར་ཆགས་ཀྱི་རེད། ད་ས་ཡ་དྲུག་ནས་ཕར་ཡོང་རྒྱུ་ན་མཚོན་ཆ་དེར་བ། མཚོན་ཆ་དེ་ཨ་ཁོ་གཉིས་ཀ་གི་གཙོ་བོ་དེ་ནང་འདྲེན་བྱེད་ཡ་ལ་ཕྱི་ལོག་ནས་ཉོ་ཡ་ལ་བསྟན་གྱི་འདུག་བ། ནང་ནས་བཟོ་བཟོ་གི་ཡོད་རེད་དེ།

སྐལ་བཟང་མང་བ་ཐོབ་ཡོང་བ་དེ་འདི་བཞིན་བཞེས་ན་རྒྱག་མི་དགོས་པ་རེད། ད་གྱོང་རང་ཁའི་ངོས་ནས་བཤད་པ་ཡིན་ན། ད་མང་གྲོགས་ཀྱིས་བྱས་པ་ཡིན་ན། ད་ད་ལྟ་དེར་ཆ་མཚོན་པ་ཡིན་ན་སྙིང་ག་ལ་གྱོང་མ་གཏོགས་ཁེ་ཟེར་ཡ་དེ་མེད་པ་རེད། གནའ་སྔ་མོ་དང་ཁྱེད་ཀྱི་ཁྱེད་ཟ་རེས་བྱེད་ཀྱི་དབང་དུ་བསྡུ་རེས་བྱེད་ཡོད་ཀྱི་མ་འཁྲུངས་འདྲ་བ་ཅིག་ཡིན་ན། སུས་སོགས་དབང་དུ་བསྡུ་ཐུབ་པ་ཡིན་ན་དབང་དུ་བསྡུ་མཁན་དེ་བལྟས་ཚེ་ཁེ་བཟང་ཡོད་པའི་ཟོག་འདྲ་ཅིག་རེད་བ། ཐབས་སུ་ལ་བལྟས་ཚེ་མི་རྒྱུ་བྱུང་རག་ཡོད་རྒྱུ་རེད་འདུག་དེ་གི་ཚོད་ཚ་གྱི་ཚུར་རག་ཡོང་གི་ཡོད་རེད་བ། ད་ད་འདྲ་རྒྱ་གར་པག་སི་ཐང་གཉིས་ཀྱི་མ་འཁྲུངས་འདྲ་བ་ཅིག་ཆ་མཚོན་ན་ཡིན་ན། ས་གཙང་སྒེག་ནི་སྐྱེས་སྐྱེས་ས་ས་རྒྱ། དེ་འདྲའི་དཔལ་ཁ་སྒོ་རེད། ཁ་གཏོར་ན་པ་ཀི་སི་ཐན་ད་ར་སི་ཀ་ཤི་མི། དུམ་བུ་ཁ་ཤས་ཡོད་མེད་དེ་ཐོག་ལས། བྱས་ན་མ་གཏོགས་ཁྱོན་ཡོངས་ནས་རྒྱ་ཁབ་གཅིག་གི་སྟེང་ལ། བཙན་འཛུལ་དབང་བཞུ་བྱེད་རྒྱ་ཡི་ཟས་དེ་ཡོད་མ་རེད་དེ་ཡིན་དུས། ལྷག་ཏུ་གཏོར་རེས་བྱེད་རྒྱ་རྒྱང་རེད་ཡ་རྒྱན་རྒྱ་མི་དེ་མ་གཏོར་ཡ། ཕག་གཏོར་མཚོ་གཏོར་ཡག་གཏོར་མ་གཏོར། མང་ཉུང་ཙམ་གྱིས་མ་གཏོར། འདི་གཉིས་ཀ་ལས་གྱོང་རག་ཡང་མ་གཏོར། ཁེས་སྐལ་ཡོད་མ་བར། དེ་ནས་གཡག་ནག་ཁྱོད་ནི། ལོ་མ་ཉམས་ཆུང་སྐྱོ་བ། དེ་ལྷག་པར་དུ། བྱེད་ཙམ་གྱིས། དམངས་ཁྲོད་གཡུལ་ས་དང་ཐག་ཉེ་ཡ་ཡོད་པ་དེ་ཚོ་ལས། གྱོང་གུད་མང་བ་ཕོག་པར་བ། སྟེང་གི་རྗེས་ལ་དམར་མོ། དེ་དང་ད་ཁེ་ཝིན་ཡོན་ཁེ་ཏི་ཚོགས་དང་ད་དྲག་གི་དམངས་ཧྲོག་དེ་པར་རོ་ལ་འབྲེལ་བ་ཆེན་པོ་ཡོད་རེད། ད་ནི་ཨ་རིག་གི་གནམ་གྲུ F བཅུ་དྲུག་དེ་ངས་པཱ་ཀི་སི་ཐན་ལ་ཡོད་རེད་ཟེར་ཁ་ཚ་ཞུས་པ་རེད། ཨ་དེ་ག་ནས་ཡིན་ནས་ཟེར་ནས་དྲི་བ་བྱས་ད F ཟེར་དེ་ག་རེ་ཟེར་གི་ཡོད་རེད་ཟེར་ནས་གསུངས་བསྡད་ཀྱི་འདུག་པཱ་ཀི་སི་ཐན་ལ F བཅུ་དྲུག་ཡོད་པ་ད་ཕ་རྒྱལ་ཡོངས་གྲགས་རེད་དེ་དོགས་པ་མི་དགོས་པ་རེད། ཉེན་རྟོག་གློག་གི་དངུལ་ལ་ཆ་མཚོན་པ་ཡིན་ན་པ་ཀི་སི་ཐན་གྱི་མཚོན་ཆ་ཧ་ལམ་བརྒྱ་ཆ་ལྔ་བཅུ་དྲུག་ཅུ་ཨ་རིའི་མཚོན་ཆ་རེད་ལབ་དགོས། ཨ་རིའི་ཉོ་གི་ཡོད་རེད། རྒྱ་གར་གྱི་ར་ཤི་ཡའི་ཉོ་གི་ཡོད་རེད། ད་ཉེན་རྟོག་གློག་ནི་བཟོ་འམ་སྟེ།

དེང་གི་དོན་དག་ལ་ཨ་རི་གིས་པཱ་ཀི་སི་ཐན་ལ་རོགས་པ་ཞུ་ཆེད། མེ་ལན་སུམ་བརྒྱ་བཅུ་བརྒྱ་ལྔ་བརྒྱ་དེ་འདྲ་སྤྲད་དགོས་ཟེར་བ། དེ་ལ་དཔག་པའི་ལས་ཀ་ཅིག་བྱེད་རོགས་མ་བྱོས་བྱས། ག་ཚོད་དོད་ཤག་བཏང་ན།

སྙིང་འདི་ཏག་ཏག་ཁ་དོག་སྐྱར་ནས། ད་ལྟའི་ཆ་ལས་པ་ཀི་སི་ཐན་གྱི་མཚོན་ཆ་རྒྱ་ཆ་རྒྱ་ཆུ། རྒྱ་ནག་ནས་ཉོ་གི་ཡོད་རེད་ཟེར། ཁ་སང་གི་དབྱེ་ཞིབ་བོ་སྒོ་དེ་ཨར་ཀི་ཙི་ར་གི་མི་ཁ་ཤས་དངུལ་ལ་དབྱེ་ཞིབ་བྱེད་བཞིན་པའི་གྲུབ་དོན་ཟེར་གི་མ་རེད་དེ་འདྲ་བྱེད་རེད།

ང་ཚོའི་སྲིད་འཛིན་མི་རྗེ་སྐུ་ངོ་འགྲོ་ན་འགྲོ་གི་གཉིས་གཡས་པ་ལ་མེ་མདའ་བཅག་ནས་ཁྲག་ཕོག་བསྡད་དུས་ལག་པ་གནམ་ལ་བཅོང་ནས་ཧྥ་ཧྥ་ལག་ཏུ་ཨོ་འཛིན་གྱི་ཡིན་ལབ་པ་རེད། ད་དེ་ལ་ཧྥ་ཀྲར་ལབ་པ་ཡིན་ན་ཕ་རྒྱུད་འཛིན་མཁན་འདྲ་བོ་ཅིག་གོ་གི་རེད་བསམ་འདུག་ད་ཧྥ་ཀྲར་ཀྱི་ཨེ་མི་ཡོད་དང་པོ་དེ་ཨེཕ་རེད་བ། ཨོ་དེ་ཚོ་ཁེ་ཡོང་རེད་དེ་ནས་བཅུ་དྲུག་དང། དེ་ནས་ཡར་གྲངས་ཀ་དེ་ད་ཀོ་ཚོགས་ཀྱི་ཐོན་དངོས་འཇལ་གྱི་རིམ་པ། ནུས་པ་དང་དེ་ལས་ཆེ་ཆུང་གི་རིམ་པ། ཐོན་བསགས་ཤོས་དེ་སྦ་ཆེན་ཨེ་སུར་སོ་ལྔ་དེ་ཡིན་བསམས་སོ། འོ་དེ་སྤ་རོ་གཅིག་ལ་རྒྱ་གར་གཞན་པ་ལ་བཙོང་གི་མིན་ཟེར་ཡག་གི་སྐད་ཆ་དེ་ཡོད་རེད་ད་ཨེ་བཅུ་དྲུག་དེ་སི་ཏང་གི་ཨེ་བཅུ་དྲུག་ལག་འཁེལ་མཁན་ནང་ན་རྒྱ་གར་གཞན་དག་ལ་མེད་ཟེར་ནས

བརྒྱ་ཕྲག་མང་པོ་འཕང་བརྒྱའི་ནི། དེ་ནས་ང་སེ་ར་སྐྱ་བ་ནང་གི་བྱས་ཡོང་གིན། ཨ་དེ་འདྲའི་ཡར་ཟླ་དེའི་སྔོན་མ། ལེ་པི་ཡཱལ་ཐེ་མ་ཅིག་བེད་སྤྱོད་བཏང་རེས་ཟེར་ཡ་འདྲ་བ་ཅིག་མ་གཏོགས། ཚོད་ལྟ་བྱེད་བསྡད་ས་མ་གཏོགས་དངོས་སུ་བེད་སྤྱོད་བཏང་ས་གང་གི་མཐོང་མ་མྱོང། འདི་ཚོའི་སྐོར་ངས་སྔོན་མ།

གཤེད་ཡབ་ཀྱི་སྐར་མ་གཅིག་ཙམ་སྙིང་ཚད་མ་དུ་མི་རག་ཡིན་ཙང། གསང་འདུས་ནང་ལོགས་དུ་སྒྲ་གཅིག་པོ་ཡིན་ཙང་ཞེས་གོ་བརྡ་འཕྲོད་ཡ་ཆེ། ཁ་པོ་ར་ཤི་དེ་ངའི་ཚོགས་གཙོ་གཤེད་དེ་ཡབ་ཀྱི་ཡི་གེ་དེ་ལྷོ་འོང་ནས་སྤྲད་རོགས་ལབ་ནས། ཡང་དེ་ནས་པར་དང་སྙིང་དང་ཚུར་བརྩེགས་ནས། ཡང་འབྱོར་ཞིབ་འབྱོར་ནས་དགའ་རོགས་རྒྱབ་སྐྱོར་བྱས་ནས། ཨོ་དེ་ཚོ་ཀུན་ངས་མང་པོ་བྲིས་མྱོང།

ཨ་ཞི་བ་ཅན་ཡིན་ཟེར་ནས། རྒྱ་ནག་གནམ་གྱི་སྟོང་ཡིན་ཟེར་ནས་ཁོ་རང་ཚོ་ཤེས་ཏེ། རྗེ་ཟེར་ཏེ། རྒྱ་སྐད་རེད་ད་དབྱིན་ཇིའི་ནང་འཁྲོལ་ཡོང་དུས་རྗེའི་རང་འཁྲོལ་བ། དབྱིན་ཇི་གི་མི། ཡི་གེ་རྗེ་ཟེར་ཏེ་འཁྲོལ། རྒྱ་གི་རྗེ་ཟེར་ཏེ།

འདྲི་ཤེས་མི་འདུག་པཱ་ཀི་སི་ཐན་གྱི་ནི་བུ་ཆུང་ཐ་ལའི་གཏམ་ནི་ཐོག་སྲིན་ལོའི་ནི་ཡིན་ཅེས་ནི་རྟོགས་རེ་ཡོད་ཟེར་ཤེས་གི་འདུག་རྒྱ་གར་ཡོངས་ཀྱི་ནི་མི་དེ་གི་གར་ལ་སི་ཐན་ནི་སྐད་ཧ་གོ་མ་སི་ཏེ་སི་ཐན་ལ་ཆ་ནི་ཉིན་ཟིག་ཞིག་སྐབས་སུ་པཱ་ཀི་སི་ཐན་གཏོར་ཚར་དུས་ཐེངས་དང་པོ་དེ་ནི་སྐྱོན་ཆ་གང་ཡང་མེད་པ། ང་ཚོ་ཚོ་བདེ་བར་འགྱུར་ཡོད་ཟེར་འདྲ་བ་ཅི་ལགས་འདུག་ཨ། ད་ལྟའི་དམངས་ཁྲོད་ཀྱི་ནང་ལོགས་ལ་ཕྱོགས་གཉིས་སྐྱེལ་སྟངས་རེད། ཕྱོགས་སོ་སོ་ལ་ཡིད་ཆེས་བྱེད་མཁན་མང་པོ་ཡོང་གི་ཡོད་རེད། དེ་ང་ཚོའི་ཐག་ཆོད་མ་རེད་དེ་གང་ལྟར་གླེང་ཕྱོགས་དེ་ཚོ་གིས་ཤུགས་རྐྱེན་ཆེན་པོ་བཟོ་གི་ཡོད་རེད། དེ་ལ་བརྟེན་ནས་ད་ལྟའི་ཆ་ལ་རྒྱ་ནག་གི་རྗེའོ་རྣམ་གྲྭའི་བཟོ་གྲྭ་དེ་ལ་ད་ཁོ་ཚོ་ལ་མ་གང་ཡོད་རོགས། མ་གང་འཕྲོག་རོགས་དེ་ཞོ་ཡང་འཕར་ཤེས་ལགས་དོ། ད་ད་ལྟ་ནུ་ཕྱོགས་པ་ཚོས་པ་ཀི་སི་ཐན་གི་རྒྱ་གར་གནམ་གྲུ་གཏོར་ཡོད་མེད། རྒྱ་གར་གི་མེ་ཤོག་སྤུན་ཟླ་ཅི་ཆེ་ཆེ་པ་ཀི་སི་ཐན་བཀག་ཡིན་ཟེར་ཡོད་ཅེས་བཤད་གི་འདུག་བ་དེ་བཀག་ཡོད་མེད་ཁ་ལ། ད་དོ་སྣང་བྱེད་པོ་གཅིག་དང་ཞིབ་ཚགས་པོ། དེ་གནད་འགག་ཐད་ཤོས་ལ་བརྩི་བའམ་ད་ནུ་ཞོ་བར། དེ་ག་རེད་ཟེར་ན། ག་སི་རི་དྭགས། ག་སི་པ་ཀི་སི་ཐན་གི་ལག་ནང་གི་ཆ་བ་ཡིན་ནའང། དེ་ནས་ཨ་རིའི་དང་ནུ་ཞོ་ཚང་མ་ལ་ཉེན་ཁ་ཆགས་གི་འདུག་བ། ཁོ་ཚོས་བེད་སྤྱོད་བཏང་ཡོད་པའི་རྒྱ་ནག་གི་གནམ་གྲུ་དང་གནམ་སྲུང་མ་ལག་དང་མེ་ཤོག་སྤུན་ཟླ་དེ་ཆགས་ཡོང་དུས། དེ་ནི་རྒྱ་ནག་གི་མཚོན་ཆ་དེ་ཕྱི་ཚོང་བྱེད་ཡ་ལས་ད་རྦད་དེ་སྒོ་མོ་ཕྱེས་ནས་ཁོ་ཚོ་རྦད་དེ་ཨ་རི་ལས་སླ་བ་གཏན་ནས་མི་ཆགས་པའི་ངེས་པ་མེད་དེ། རྒྱ་ནག་ལ་ལམ་རོགས་ཞོར་གྱིས་རྒྱུག་ཡ་གི་ཉེན་ཁ་ཡོད་དེ། ང་བདེ་སྐྱིད་རེད། ད་འདི་ཆ་ལས་ད་དེ་སྔ་ཕན་ཆོད་སྲིད་གི་མ་རེད། འཛམ་བུ་གླིང་འདི་ལས། མཚོན་ཆ་ཕྱི་ཚོང་བྱེད་མཁན་ཤུགས་ཆེ་ཤོས་དེ་ཨ་མི་རི་ཀ་ཆགས་ཡོད་རེད་བ། ཨ་མི་རི་ཀར་ད་ཡོང་སྒོ་ཆེ་ཤོས་དེ་དེ་རེད། འཛམ་བུ་གླིང་ནས་མཚོན་ཆ་ཉོ་མཁན། སེམས་ལ་མི་འདོད་པའི་སིལ་ཚོང་བྱེད་མཁན་ག་ཚད་ཡོད་པ་དེ་གི་བརྒྱ་ཆ་དགུ་བ་ཡིན་ན། བརྒྱ་ཆ་གསུམ་སོ་ལྔ་ཨ་མི་རི་ཀར་བཙོང་གི་ཡོད་རེད་ཟེར་བ་ད་འཛམ་བུ་གླིང་གི་དང། མཚོན་ཆ་གཅིག་པོ་ག་ནས་ཤེས་ཡིན་ད། མ་ད་ཆུང་དུང་གི་སྐྱབས་ལག་ཚང་མ་བསྡུས་ན་ཨ་རི་ལས་རྒྱ་ནག་སིལ་ཚོང་ཁྱོ་ཁྱེད་ཡོད་རེད་བ། དེ་ནི་རྒྱ་ལས་ཉེ་གི་ཚད་ཀྱི་ར་ཤི་ཡ་རེད་ཟེར་ད་དངོས་མ་ཡིན་ན། ད་ལོག་ཤེས་མགོན་ལ་བལྟས་ཚེ་མ་ཆགས་ཡོད་རྒྱུ་རེད། North Korea དང་དབྱི་རང་དང་འདི་ཚོ་ནི་མཚོན་ཆ་རེད་མང་པོ་སྤྱི་ཚོགས་ཉུང་ནས་བསྒྲུབས་འདུག་ཡིན་ན་ཡང་རྣམ་གྲོལ་དང་འདི་འདྲས་ཀྱི་གྲས་ད་ལྟ་བར་བཙོང་ནས་འགྲོ་མཁན་ཡོད་ན་བཙོང་ཡས་ཡོད་དེ་ཡིན་ས་རེད། ངོ་མ་བཟོད་ཀྱི་འགྲོ། གསར་པ་བཟོ་ཡ་ལ་དེ་ཚོ་དཀའ་ངལ་འཕྲད་གི་ཡོད་བས་བཟོ་རོགས་བཤད་གི་འདུག་ནུ་ཞོ་པའི་མཚོན་ཆ་བཟོ་ཡ་གི་སྐྱབས་ལགས། ག་རེ་ཀོང་ཁོམ་ཡ་ཆེ་ས་གི་སྟེང་ནས་དེ་དེ་བཀག་ནས། བསམ་ན་བྱས་ནས། འདོད་སེ་བསྡད་ཀྱི་ཡོད་རེད་བ་དེ་གི་དེ་ཚོ་དཀའ་ངལ་འཕྲད་གི་ཡོད་བས་བཟོ་འདྲ་རེད། དེ་གི་རྗེས་ལ་ཧྥ་རན་སི་གི་བཙོང་གི་ཡོད་རེད་ཟེར་གི་ཡོད་རེད་ཧྥ་རན་སི་གི་བརྒྱ་ཆ་བཅུ་ཡིན་མིན།

རྒྱ་ནག་གི་ད་ཚོད་ལྟ། རྒྱ་ནག་ཙམ་མ་ཡིན་པར་འཛམ་བུ་གླིང་གི་དམག་དོན་གྱི་སྟོབས་ཤུགས་དང་འབྲེལ་བའི་སྐོར་གྱི་ཚོད་ལྟ་དང་ཡིག་ཚིག་འདྲ་བོ་ཅིག་ད་གནད་འགག་ཆེན་པོ་ཞུ་འཆར་ཟེར་གྱི་ཡོད་རེད་ད་ཉོན་རྒྱལ་པ་ཚོས་ལབ་ན། རྒྱ་ནག་གིས་མི་ལོ་བཞི་བཅུ་ལྔ་བཅུ་ཅིག་རིང་ནས་དམག་དོན་གྱི་གཙོ་བོ་ཡར་རྒྱས་བཏང། ཡིན་ན་ཡང་མར་དངོས་སུ་འདེམས་མྱོང་ཡོད་མ་རེད་བ། མཚོན་ཆ་མང་པོ་ཞུགས་ཏེ་བཟོས་ཡོད་རེད་བ། དེ་ཚོ་དངོས་སུ་དམག་གི་ནང་ལོགས་ལ་བེད་སྤྱོད་བཏང་ཡོང་དུས། མེད་ཡ་ཡིན་ཙང་ད་ད་རེས་བེད་སྤྱོད་བཏང་ཡོང་དུས་འདི་རྒྱ་ནག་ཁོ་རང་ཚོ་ཡིན་ན་ཡང་མཚོན་ཆ་དེ་འདྲའི་ལས་ཀ་ག་རེ་བྱེད་ཀྱི་འདུག་མ་འོངས་པར་དེ་སྣོད་དུ་སྤོ་ཆོག་ཡ་རྗེས་ག་འདྲས་བཏང་དགོས་ས་རེད། ལྟ་ཡ་ད་ད་འདྲ་ནི་སྐྱེ་བྲག་ཡ་ཡིན་ན་ནི་ཁོས་མཚོན་ཆ་དེ་ག

ད་གནད་འགག་ཆེན་པོ་བྱུང་སྐྱེ་ཚུལ་དེར་འགྲོ་བ། མཚོན་བྱེད་ནང་འདྲེན་བྱེད་མཁན་ཤོག་ཁྱེད་ཁྱོད་དེ་ཕ་ཆེ་རྒྱ་གར་ཡིན་པའི་བཟོ་ནས་བཤད་གི་འདུག་མི་མ་ཡིན་ན་རྒྱ་ནག་དེ་ཆེན་པོ་ཡིན་ས་རེད་དེ་ནས་ད་རྒྱ་ནག་ཁོ་རང་གི་ཞོལ་བཟོ་ཨ་ཕྱི་ཚོང་བྱེད་མཁན་གི་གྲས་ལབ་ད་རྒྱ་གར་ཀ་བཟོ་ནས་ཕྱི་ཚོང་བྱེད་ད་བྱེད་གི་འདུག་ཨ། ཡིན་ན་ཡང་འཛམ་གླིང་སྤྱི་བོར་འགྲོ་ཡི་ན་བརྒྱ་ཆ་ལང་ནས་ཞུ་དེ་འདྲ་ཡ། དེ་འདྲའི་དམ་འདི་ཆགས་ལ་དགེ་ཡོད་ས་མ་རེད་ཡིན་ན་ཡང་སོ་སོས་བཟོ་ཡ་སྟེ། རྒྱ་གར་གི་ཡག་པོ་བཟོ་གི་རེད་ཟེར་གི་འདུག་ཡིན་ན་ཡང། ད་ལྟ་ཚོ་ཉོན་མྱོང་མཁན་མང་ཤོས་ཤུགས་ཆེ་ཤོས་ཀྱི་རྒྱ་གར་གྱི་རྒྱལ་ཁ་རྩེད་གི་འདུག་བ། དེ་ནས་རྙིང་པ་དེ་ཕ་རྒྱལ་སོག་ད་ར་བྷི་ཡ། སོག་ཏུ་ཨ་ར་བྷི་ཡ་གི་མཚོན་ཆ་སྤར་ཆེ་བ་དེ་ཨ་རིས་ཉོ་གི་ཡོད། རྒྱ་གར་ཡིན་ན་དངུལ་མ་ཡིན་ན་ར་ཤི་ཡ་ནི་ཕ་རན་སི། རེད་བ། སོག་ཏུ་ཨ་ར་བྷི་ཡ་སྤར་ཆེ་བ་ཨ་རིས་དང་ནི་ག་ས་ཀ་ནས་ཉོ་གི་འདུག་བ། དེ་ནས་ལོ་ཀོ་རི་ཡ་དང་རྒྱ་པན་དང། Australia། འོ་འདི་ཚོ་དེ་ད་མཚོན་ཆ་ནང་འདྲེན་བྱེད་མཁན་ཟེར་ན་རེད་མྱོང་མཁན་གྱི་རྒྱ་སྐད་ཆེ་བའི་གྲས་བརྩི་གི་ཡོད་རེད། Pakistan འདི་ཚོ་དེ་དེ་ཚོ་དང་བསྡུར་བ་ཡིན་ན་ཡང་ཀོ་ཉོ་བསམ་ན་ཡང་བེ་ཤ་དང་ཐི་ས་ཆིག་གི་བྱེད་དུས་ཁོ་ཚོ་ནང་གི་ད་ཉོ་ཐུབ་འོས་ས་མ་རེད་དེ་གང་ལྟ། ཕར་ལྟས་ལ་དེ་མྱོང་དུ་འགྲོ་གི་ཡོད་ཟེར་བ། ད་མེ་མདའི་ཆ་ངས་ཆུང་ངས་དེ་འདྲ་དང་སྟག་ཚི་དང་མི་སྒེར་དེ་འདྲ་གི་ཟོག་དུ་བ། ཡོད་སྤྲོ་བ་དེ་ནས་ལྟས་ཡ་ཡིན་ན། ད་མི་ཚང་ཟེར་ན་ནི་འགྲིག་གི་ཡོད་ན་མིན་ན་ཉམས་ལེན་རེད་འགྱུར་བ་མི་ཁ་ཤས་ཀྱིས་ནང་དུ་ནས་ལ་མེ་མདའ་ཟོག་ནས། མེ་མདའ་སྤུས་དག་ཟོག་དུ་ཡ། མེ་མདའ་དེ་ཟོག་ཡ་ལ་དུ་ཞོལ་གྱི་སྒུག་མེད་སང་སང་དེ་འདྲས།

རྒྱ་གར་གཉིས་ཀར་གྱི་ཤེས་ཡོང་དུ་ཁོ་འདི་ཞིག་རེད་ཁོ་འདི་ཞིག་རེད་ཟེར་གྱི་མ་གཏོགས། ཨ་ནི་དེ་མ་ཡིན་པའི་གསུམ་པ་བཅས། ཧྥ་རན་སི་གི་ད་གནམ་གྲུ་རྒྱ་གར་བཙོང་གི་ཡོད་རེད། ཧྥ་རན་སི་གསང་བ་ལས་ཁང་དང་གནམ་གྲུ་ལས་ཁང་དེ་ཚོ་གི་ལག་ན། རྣམ་པ་གཅིག་རགས་པ་གཅིག། འཐོར་ཤ་ཟེར་ན་ལ་གི་མདོག་ཟེར་བ་གཅིག། ད་ཁོ་གཉིས་ཀྱི་དཔའ་རོགས་ནི་མི་གསུམ་པ་བཅས་ཁོང་ལ་བསྟན་ཤོས་ཀྱི་དེ་འདྲ་ཅི་རག་ཡོད་བས་བཟུང་ནས་ཅི་བྱེད་ཀྱི་འདུག་ཨ་དེ་རེད། ང་རང་གི་བསམ་ཚུལ་འདྲ་ཤེས་པ་ཡིན་ན་ནི་ཕ་སྐད། སྟོབས་ཁག་པོ་རེད་བསམ་གྱི་འདུག་ག་རེ་ཟེར་ན་ཀུན། རྒྱ་ཁྱབ་ཁྱེར་བ། ས། ཐོག་ལ་ཕར་འཛུལ་ཡོད་མེད་དེ་དག་གནད་འགག་གི་སྐད་མ་རེད། ཚུར་གཏོར་ཡོང་བ་ཡིན་ན། ཚུར་གཏོང་མཁན་དེ་ལ་ཕར་ཞོད་ཆོག་གི་ཡོད་རེད་དེ། ཡིན་རྒྱུ་མིན་གྱི་ས་ག་ཚུར་འཛུལ་འདུག་དགོས་ཡོད་གི། གནད་འགག་སྐད་ཡོད་མ་རེད་བ། གཏོར་ཐོབ་མ་ཐོབ་ཧ་གོ་མ་གོ་དེ་རེད་མ་གཏོགས། སོ་སོའི་ས་ག་ལ་མ་འཛུལ་ན་ཕག་མི་གཏོང་ཡ་དང་གཏོར་མི་ཆོག་ཡ་དང། གཏོར་མི་ཐོབ་ཡ་དེ་འདྲའི་གི་ནད་འགའ་སྐྱེ་ཡོད་མ་རེད། ཚོ་སྙོག་གི་ཡོད་ན་ཕག་དེ་སྙོག་མཁན་གི་མེ་ཤོག་སྤུན་ཟླ་ཡོད་ཡོད་ག་རེད་ཁ་སང་ཁོ་ཚོ་གི་འདྲ་རེ་བསྲེག་གི་མ་རེད་ད། དོན་རྐྱེན་དེ་འདྲ་སྐྱེ་མི་སྲིད་ཁྲ་ཆུང་འདྲ་བྱུང་བ་ཡིན་ན་དུ་ནང་གི་སྐམ་པོ་སྐྲག་ནང་ལོག་ལ་ཨེ་ལ་ཨ་ཡིན་འདྲ་ག་རེ་བཟོ་དགོས་ནས་ཅི་བཟོ་ཡ་ཡོད་རེད་བ། དེ་འདྲ་ཅི་བཟོས་ཤག་དེ་ཡིན་ན། གནམ་གྲུ་དེ་ཚོ་དེ་རྒྱ་གར་གི་ས་ཁ་ལ་འདུག་དེ་ཚུར་བཞུད་ཚར་དུས། པག་སི་ཐང་གི་གནམ་གྲུ་པག་སི་ཐང་གི་གནམ་ལ་འགྲོ་ཤོད་ནས། རྒྱ་གར་གྱི་གནམ་ལྔ་གཏོར་ཡིན་ཟེར་ཁོ་ཚོའི་གྲོས་སུ་བརྫུས་འདུག་བ། དེ་ཡང་པཱ་ཀི་སི་ཐན་ཕྱོགས་གཏོགས་ཀྱི་གཟུགས་ཀྱི་བ་ཅན་རེད་ཤེས་ཁོ་དེ་བདེན་པ་རེད་ཟེར་ནས་ལབ་ཐུབ་ཨེ་ཡོད་མ་རེད་བ། ཡིན་ན་ཡང་གང་ལྟར་ཏོག་དབྱིབས་ལས་ས་ཁོངས་འཛུགས་རྒྱུའི་ངེས་པ་སྐྱེས་ཡོད་མ་རེད། མི་གཉིས་མི་རང་རང་གཉིས་རྒྱ་རིགས་རྒྱ།